ཨ་ནི་ད་རྣམ་པ་ཚང་མའི་གི་འདི་ཟི་ཡོད་ཤག་རེད་ང་ནི་ག་ནས་ནས་ཐོང་སོང་ཞུ་བ་ཡིན་ན། དེ་སྤྱི་འཐུས་ལྷན་ཚོགས་ཀྱི་ཨ་ནི་ངོ་དེབ་ཀྱི་ཐོག་ནས་ཐོང་སོང་ཨ་ནི་གཉིས་པ་དེ་ལ་ད་ལྟ་སྡོད་སྡོད་ཆོ་ག་གི་ཨ་ནི་ངོ་དེབ་གང་ལ་བཞག་འདུག་ཨ་དར་རམ་ས་ལ་སྡོད་སྡོད་ཆོ་ག་གི་ངོ་དེབ་གང་ལ་ཨ་ནི་མངའ་རིས་སྤྱི་འཐུས་ཚོགས་པའི་གི་ཨ་ནི་ཚོགས་ཆེན་འདི་ཚོགས་བཞག་དར་རམ་ས་ལ་ལ་ཨ་ནི་ད་ལྟའི་ཆར་ལ་ཨ་ནི་མངའ་རིས་སྤྱི་འཐུས་ཚོགས་པའི་གི་ཚོགས་ཚོགས་གཙོ་འདི་ཨ་ནི་ཀུན་དགའ་ཁྲི་ལས་རེད་འདུག་ཨ་ད་རྣམ་པ་ཚང་མའི་གི་ཐུགས་ལ་དྲན་གི་ཡོད་ཤག་རེད་ང་ཚོའི་མངའ་རིས་མི་མང་ནས་འདི་ནི་མངའ་རིས་དང་མངའ་རིས་རྒྱ་ཆེན་པོ་རེད་མངའ་རིས་ནང་ལོགས་ལ་ལུང་ཚན་མང་པོ་ཡོད་རེད་མངའ་རིས་མི་མང་ཉམ་ཆུང་མངའ་རིས་དྲང་བདེན་ལ་དངོས་གནས་དྲང་གནས་ཀྱི་ཨ་ནི་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་ངེས་དང་ཨ་ནི། མངའ་རིས་ཁོ་རང་གི་མི་གཤིས་གཞི་བཟུང་གི་ཨ་ནི་སོ་སོས་ཀྱི་གང་ཐུབ་ཅི་ཐུབ་བྱེད་ཡ་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མངའ་རིས་མི་མང་ཉམ་ཆུང་ཡོད་བ་མངའ་རིས་ཚང་མ་དངོས་གནས་དྲང་གནས་ཀྱི་དབུ་བ་དཔུང་སྡེ་ཞུ་ངེས་དང་སྐྱབས་མགོན་རིན་པོ་ཆེ་མཆོག་དང་ཨ་ནི་བོད་མིའི་སྒྲིག་འཛུགས་འདི། གཙུག་ཏུ་བཀུར་བྱས་ནས་ད་ལྟ་ཕ་དུ་དུས་བྱས་ནས་མུ་མཐུད་ནས་གནས་ཡོད་རེད་འོན་ཀྱང་ད་སེམས་པ་སྐྱོ་བ་གཅིག་ལ་ང་ཚོ་མངའ་རིས་དབུས་མངའ་རིས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་འདི་ད་ལྟ་ཨ་རི་ལ་གནས་སྡོད་འདི་རེད་དོ་ཀུན་དགའ་འཕྲིན་ལས་ད་ལྟ་ཡིན་ན་གི་ད་ཁོ་རང་རང་ཚོགས་གཙོ་རེད་ཤག་ལོ་གསུམ་གི་རིང་ག་ལ་ད་ཁོ་རང་ཚོགས་གཙོ་རེད་དོ་སོང་ཙང་ད་མངའ་རིས་ཚོགས་ཆེན་འདི་ཕི་གེ་རྡ་རམ་ས་ལ་ལ་ཚོགས་འདུག་ཨ་ཚོགས་ཡོད་འདུག་ག་ནི་དེ་གི་འོག་ལ་ཆེན་ཁྲི་ཤག་ཡོད་མངའ་རིས་ཚོགས་ཆེན་འདི་མངའ་རིས་མི་མང་ཡོད་དོ་ཅོག་གི་ཚབ་མཚོན་ཐུབ་པ་དེ་རྩ་བ་གཉིས་ནས་མེད་ད། ཀུན་དགའ་འཕྲིན་ལས་ཁྱེད་རང་ཡིན་ན་ང་ཚོའི་གི་ཚོགས་གཙོ་ལ་ནི་ངོ་ལེན་ཐུབ་ཐབས་མི་འདུག་ལ་ནི་དེ་སྔ་ང་ཚོའི་གི་ཞུས་ཚར་བ་རེད་དེ་སྔ་ང་ཚོའི་རྙོག་དྲ་དེ་ག་འདིས་བྱུང་རེད་བྱུང་རེད་ཞུས་པ་ཡིན་ན་མངའ་རིའི་མངའ་རིའི་སྤྱི་མཐུན་ཚོགས་པ་དང་མངའ་རིའི་གི་མིང་ཆེ་མཐོང་དེ་གི་འོག་ལ་རྣམ་པ་ཚོས་གི་མངའ་རིའི་ཁོ་རང་ཡོངས་རྫོགས་བེད་སྤྱོད་ལོག་པ་བྱས་སོང་ལ་འདི་དུས་ག་ནི་ཨེ་ནི་ང་ཚོའི་གི་མངའ་རིའི་དྲང་བདེན་ལ། དངོས་གནས་དྲང་གནས་མངའ་རིས་མི་དམངས་ཉམ་ཆུང་མངའ་རིས་དྲང་བདེན་ལ་རྒྱབ་སྐྱོར་བྱེད་ངེས་མངའ་རིས་ལྷག་བསམ་རྣམ་དག་དང་ཁ་ཞེ་གཉིས་མེད་ཀྱི་ཐོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྩི་བཀུར་ཞུ་ངེས་ཚོད་ཀྱིས་མ་དོན་ཕྱིན་ནས་ཨ་ཐེ་གཏོང་བརྒྱུད་ནས་དང་ཨ་ནེ་དྲ་བདག་བརྒྱུད་ནས་དྲ་ཐོག་བརྒྱུད་ནས་མཚན་རྟགས་བསྡུ་རུབ་ཞུས་ཕྱིན་ནས་གང་བྱེད་དེའི་སྐབས་ཀྱི་མངའ་རིས་ནིའུ་ཡོག་ནིའུ་ཡོག་ནིའུ་ཇར་སི་མངའ་རིས། སྤྱི་མཐུན་ཚོགས་པ་དང། དེ་དུས་ཀུན་དགའ་འཕྲིན་ལས་ཁོ་རང་ཡང་འདིའི་སྒར་གྱི་ཚོགས་གཙོར་བ་གསུངས་ཙང་དེ་དུས་ང་ཚོའི་ངོ་ལས་མེད་ཁྱེད་རང་ཚོས་ཀྱིས་རྐང་བཙུགས་ནས་བོད་མིའི་སྒྲིག་འཛུགས་གཏོར་བཤིག་བཏང་ཉེས་ཀྱིས། ནང་ལ་གཏེར་དཔོན་འདི། དེ་དུས་སྐབས་དེའི་སྤྱི་མཐུན་ཚོགས་གཙོ་པད་མ་འབྱུང་གནས་དང། ཚོགས་གཞོན་ད་ལྟ་ཨ་ཅོར་ཡེ་ཤེས་ཕུན་ཚོགས་ཁོ་ཚོ་གཉིས་ལ་ཁྱེད་ཚོ་གིས་མངའ་རིས་སྡིངས་ཆའི་བེད་སྤྱོད་བྱེད་བྱེད་ནས་གཟེངས་རྟགས་དང་ཞལ་ལག་བཀྱགས་པ་འདི་ལ་ང་ཚོས་མོས་མཐུན་མེད་ལ་ནི་དེ་དུས་ང་ཚོས་ཀྱིས། ག་ལོར་རྣམ་འགྱུར་གསལ་བོ་ཅིག་བཏོན་ཚར་བ་རེད། རྣམ་འགྱུར་གསལ་བོ་བཏོན་པ་འདིས་དྲ་ཐོག་ནས་བཏོན་པ་ཙམ་མ་ཚད། མཚན་རྟགས་བསྡུ་རུབ་ཁོ་རང་གཞིས་ཆགས་ནང་ལ་རེད་ཕྱི་རྒྱལ་ཡུལ་གྲུ་གང་ལ་རེད་མངའ་རིས་ཚང་མ་ད་གང་བྱེད་མངའ་རིས་མངའ་རིས་ངོས་ནས་འདི་ལ་མོ་དོན་མེད་བ་ཆ་ཚང་གི་མཉམ་ཞུགས་བྱེད་ཕྱིན་ནས་ཡིག་རྡོག་ཆད་འདི་གང་ལ་ཚད་གཞུང་བཀོད་ཕྱིན་ནས་མངའ་རིས་སྤྱི་མཐུན་ཚོགས་པ་དང་འདི་ངོ་བཤུས་འདི་དཔལ་ལྡན་བཀའ་ཤག་དང་དཔལ་ལྡན་སྤྱི་འཐུས་ལྷན་ཁང་དཔལ་ལྡན་དགའ་ལྡན་ཕོ་བྲང་ཁྲིམས་ཞིབ་ཁང་ཆ་ཚང་ལ་ངོ་བཤུས་འདི་ཕུལ་བཞག་ཡོད་སོང་ཙང་ད་ཁྱེད་ཚ་ཚོགས་ཆེན་ཚོགས་འདུག་ཚོགས་ཆེན་ཚོགས་བའི་སྐབས་ལ་ཀུན་དགའ་འཕྲིན་ལས་ཀྱིས་སུས་གདན་འདྲེན་ཞུས་ཡོད་ལ་ན། སྤྱི་འཐུས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པས་གདན་འདྲི་ཞུས་གནང་འདུག་ཨ་སྟག། སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ལ་གང་ཡང་ཞུ་ཡ་མེད་གང་ལ་ཞུས་པ་ཡིན་ན་ད་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གདན་འདྲི་ཞུ་བ་འདི་ལ་ཁོ་རང་གི་གདན་འདྲི་ག་རེ་ཞུས་མེད་ཁོ་རང་འདི་འགྲེལ་བཤད་ག་རེ་རྒྱབ་ཡོད་མེད་འདི་ད་ཁོ་རང་རང་གིས་ཤེས་ཀྱི་རོ། ཚོགས་གཙོ་ཀུན་དགའ་ཁྲི་ལས་གཙོས་པའི་གི་གུ་ལས་གཙོས་ཀི་ཀིརྟི་རིན་པོ་ཆེ་མཆོག་ལ་ག་རེ་ཞུ་ཡི་མེད་འདི་ཁོ་རང་ཚོས་གིས་མཁྱེན་གྱི་རོ། ཤན་གྱི་རོ། ཨཱ་ཀིརྟི་རིན་པོ་ཆེ་མཆོག་ཡིན་ན་ད། དངོས་གནས་དྲང་གནས་ཀྱི། ད། ཕ། རིན་པོ་ཆེ། འདི། གྲྭ་ཚང་གི་བརྒྱུད་ནས་བསྡུ་ཞིག་ཕེབས་ཡོད་ཤག་རེད་ད་ཡིན་ནའི་གེ་ད་ད། སྤྱི་འཐུས་ཚོགས་གཙོ་གཅིག་འདུག་ཨ། ཁོ་རང་ཡིན་ན་མཁྱེན་དགོས་རེད་གར་ཕྱིན་ན་ལ་ང་ཚོའི་གི་སྙེ་མ། མངའ་རིས། མི་མང། ཁ་ཤི། མངའ་རིས་མི་མང་ནས། ཨ་ནི་ཀུན་དགའ་འཕྲིན་ལས་དང། མངའ་རིས་སྡིངས་ཆ་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་པ་འདི་སྙན་ཞུ་ནང་ལ་གསལ་བོ་བཀོད་ཆེད་ནས་ངོ་ཤུགས་དེ་སྤྱི་འཐུས་ལྷན་ཚོགས་ལ་གཡོལ་སོང་ཙང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པས་ཕ་སྐད་ལ་མཛད་སྒོ་ལ་བཅར་ཆེད་ནས་འདི་ང་ཚོས་དངོས་ནས་ག་རེ་མཚོན་གྱི་འདུག་ང་ཚོ་དངོས་ནས་ག་རེ་མཐོང་གི་འདུག་ལབ་ནས་ཞུས་པ་ཡིན་ན། སྤྱི་འཐུས་ཚོགས་གཙོ་གིས་ད་ཀུན་དགའ་འཕྲིན་ལས་ཀྱིས་གནང་སྟངས་གནང་ལུགས་བྱེད་སྟངས་བྱེད་ལུགས་ཨ་ནི་མངའ་རིས་མི་མང་ཡོངས་རྫོགས་ཀྱིས་ཨ་ནི་འདི་ལ་ཨ་ནི་མོ་མཐུན་མེད་བ་མངའ་རིས་མི་མང་ནང་ནས་ཚང་མས་ཀྱི་འདི་ལ་མོ་མཐུན་མེད་བ་འདི་ཁོ་རང་གི་གསལ་བོ་ཧ་གོ་གི་གོ་གི་ལ་ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་འདི་ཨ་ནི་ཕི་གི་མངའ་རིས་སྤྱི་འཐུས་ཚོགས་པའི་ཀྱི་ཚོགས་འདུ་ལ་བཅར་བ་འདི་དངོས་གནས་དྲང་གནས་ཀྱི་ཡ་ཁྱོད་ཚོ་ག་རེ་བྱེད་ད་བྱེད་ཁྲིམས་མེད་ལོང་མེད་བྱེད་ན་བྱེད་ཨ་ནི་མངའ་རིས་ནང་ལོ་ནས་མི་མང་ཁ་ཤས་ཅིག་གིས། ཨ་ནི་བདུད་ཚན་དག་བསྡུ་རུབ་བྱེད་བྱེད་ནས་ངོ་བཤུས་བཏང་བ་འདི་ལ་རྩིས་མེད་རྡོག་རོལ་བཏང་བྱས་ནས་ཨ་ནི་རྒྱབ་སྐྱོར་གྱི་རྣམ་པ་མཚོན་གྱི་འདུག་བ་འོ་དེ་འདྲ་བྱེད་དུས་ཀ་ནི་ཧ་ཅང་གི་བློ་ཕམ་རང་བཞིན་གྱི་ཆགས་ཀྱི་འདུག་གང་ལ་ཞུ་བ་ཡིན་ན། མངའ་རིས་སྤྱི་མཐུན་ཚོགས་པའི་གྱི་མིང་འདི་ཨ་ནི་ཚོགས་གཙོའི་གྱི་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་བ་འདི་མཁྱེན་བཞིན་དུ་ཨ་ནི་ཕི་གེ། སྤྱི་འཐུས་འོས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པས་བཅར་བ་འདི་དངོས་གནས་དྲང་གནས་ཀྱི་ཧ་ཅང་གི་བློ་ཕམ་བྱུང་སོང་ས་ཡི་ནས་ཀྱི་རང་གི་མདོག་རང་གིས་སྟོན་ལ་བ་གཞི་སྲུང་གི་ཁེ་བཟང་གི་མཛད་སྒོ་ནང་ལོ་ལ་ཨ་ནི་མཐོང་ཡ་མི་འདུག་བ། མི། མི་གཞན་པ་མཐོང་ཡ་མི་འདུག་བ་དབུས་གཙང་དང་ཨ་ནི་འདི་ནང་ལོ་ལ་ཨ་ནི་ད་ལྟ་འདི་ཡོར་བ་མངའ་རིས་སྤྱི་མཐུན་ཚོགས་པའི་གི་འགན་འཛིན་ལྷན་ཚོགས་ཡོར་བ Board Member ཨ་ནི་འདི་སུ་སུ་སྐད་བཏང་ཡོད་རེད། ཀུན་དགའ་འཕྲིན་ལས་ཁྱེད་རང་ལ་དྲི་བ་ཡིན་ད། ཨ་ནི་འགན་འཛིན་ལྷན་ཚོགས་དེ་འདྲས་ཡོད་རེད་ཡོད་མ་རེད་བས། རྩིས་ཁྲ་དེ་ཚོ་ལ། ཞིབ་འཇུག་བྱེད་ངེས། དེ་སྔ་ཡིན་ན་ང་ཚོས་གོ་མྱོང་འགན་འཛིན་ལྷན་ཚོགས་ཡོད་རེད་རྩིས་ཁྲ་དེ་ཚོ་ཅིག་ཞིབ་འཇུག་བྱེད་ཀྱི་ཡོད་རེད་ཨེ་འདྲས་ལ་ནི་གོ་མྱོང། ད་འདི་ཆར་ལ་ནི་ཁྱེད་རང་གི་ཚོགས་འདུ་དེ་ཚོ་ལ་གང་ཡང་མཐོང་ཡ་མི་འདུག་བ། འོ་དེ་འདྲས་ཕྱིན་ནས་ང་ཚོས་ཡིན་ན་ཁྱེད་རང་ངོ་ལེན་མེད་ལ་ནི་ལབ་ཚར་བ་རེད་ལྷག་པར་དུ་ས་གནས་ཁ་ཤས་ཅིག་གིས་ཁྱེད་རང་ཚོགས་གཙོ་ཡིན་པའི་སྐབས་ལ་ང་ཚོས་མངའ་རིས་སྤྱི་མཐུན་ཚོགས་པ་འོག་ལ་བསྡད་ཐུབ་ཡ་མི་འདུག་ད། ཁྱེད་རང་ང་ཚོའི་གི་མངའ་རིས་ཀྱི་སྡིངས་ཆའི་བེད་སྤྱོད་ལོག་པ་བྱེད་ཀྱི་འདུག་ལ་ནི་ལབ་ཚར་བའི་རྗེས་ལ་ད་འདོད་ཡིན་ན་གད་ད་ཁྱེད་རང་དད་ལན་གྱི་ཚོགས་ཆེན་འདི་ལ་ཡང། རིན་པོ་ཆེའི་དེ་འདྲི་ཞུས་བྱེད་ནི་ཁྱེད་རང་གི་དབུ་སྐོར་བཏང་གི་འདུག་ཨ་དེ་སྔ་ཁྱེད་རང་གི་ཨ་རི་ལ་ཡང་ས་སྐྱ་གོང་མ་རིན་པོ་ཆེའི་དེ་འདྲི་ཞུས་བྱེད་ནི་ཁྱེད་རང་དབུ་སྐོར་བཏང་གི་ཡོད་རུ་བ་ཨ་འདི་སྒང་ལ་གི་འདི་རྗེས་མ་འདི་བ་ཆེ་ལ་ཡང་ཁྱེད་རང་གི་གོ་བེད་འདི་སྐད་བཏང་འདུག་ཨོ་དེ་འདྲེར་ཤག་གང་བྱེད་ད་ང་ཚོའི་རང་བཞིན་གྱི་བློ་ཕམ་ཡོང་གི་འདུག་ད་ལན་གྱི་སྤྱི་འཐུས་མངའ་རིས་སྤྱི་མཐུན་ཚོགས་པའི་གི་ཨ་ནི་ཚོགས་ཆེན་འདི་ལ་དངོས་གནས་དྲང་ནས་ཧང་སངས་སོང་ཧོན་འཐོར་སོང་ང་ཚོ་ཡིན་ན། ང་དང་ང་འདྲ་བའི་གི་དེ་འདྲས་ཀྱིས། ང་རང། ངོ་ནས་གསལ་བོ་བརྒྱ་ཆ་བརྒྱ་ཐམ་པ་ཞུ་ཐུབ་ཀྱི་ཡོད་འདི་ད་དེ་བཞིན་ང་ཚོས་དེ་སྔ་ལས་འགུལ་སྤེལ་ཡོད་རེད་མ་དོན་ཕྱིས་ནི་ཨ་འདི་གི་གཡོག་གི་མི་མང་ཚེ་མདའ་སྐྱོན་བ་ཆ་ཚང་གི་ཁྱེད་རང་ལྟ་བུ་ཅིག་ཚོགས་གཙོ་ལ་ང་ཚོས་ངོ་ལེན་ཐུབ་ཐབས་རྩ་བ་ནི་མི་འདུག་ཁྱེད་རང་གི་བེད་སྤྱོར་ལོག་པ་བྱེད་ཀྱི་འདུག་རང་ནི་ངོ་དེ་འདྲས་ཅིག་ད་རིང་དེ་ནི་ཞོན་ཨེ་ནི་དེ་ནས་དྲི་བ་འདི་ཁྱེད་རང་གི་ཁ་སིང་ཚོགས་ཆེན་འདི་གི་ནང་ལོགས་ལ། འགན་འཛིན་ལྷན་ཚོགས་དང། ད་ལྟ་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་དང་གངས་ཅན་མངའ་རིས་འདི་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་གི་ཁོངས་གཏོགས་ཅིག་རོ། སོང་ཙང། ང་ཚོའི་བོད་ལ་ཡོད་པ་དེ་ད་ལྟ་ཆ་ལ་བོད་ཆོལ་ཁ་གསུམ་རོ། སོང་ཙང་ཨ་ནི་དེ་ཚོ་བརྗེད་ཡ་མི་འདུག་ཨ་ནི་དེ་འདྲས། ང་ཚོས་གིས་ངོ་ལེན་ཐུབ་ཡ་མི་འདུག་ལ་ནི་འོ་དེ་འདྲས་ཅིག་ད་རིང་དེ་ལ་མ་བཅར་ཀ་མེད་ཐུག་སོང་གང་ལ་ཞུ་བ་ཡིན་ན་ད། མི། བེད་སྤྱོད་ལོག་པ་བྱེད་ངེས་མི་ངན་ཁ་ཤས་ཅིག་གི་སྤྱི་ཚོགས་དཀྲུགས་བསྡད་པ་ཡིན་ན་ཨ་ནི་ང་ཚོས་ཤེས་བཞིན་དུ་ཨེ་ཁ་བཙུམ་ནས་བསྡད་བ་ཡིན་ན་འདི་སེམས་པས་གིས་བཟོད་ཐབས་མི་འདུག། ཡང་སྲིད་ཡང་སྲིད་ཡང་སྤྱི་ཚོགས་ནང་ལ་དོན་ཆེ་ནི་མི་ཁ་ཤས་ཅིག་གིས་ད་མང་པོ་ཅིག་བཤད་བདེ་བ་ཡིན་ན་སྤྱི་ཚོགས་དཀྲུགས་ཤིང་ཐེབས་ཀྱི་འདུག་ལབ་ཀྱི་འདུག་ཨ། མང་པོ་ཅིག་དོན་ཡག་འདི་ལ་འདོད་པ་མེད་འོན་ཀྱང་སྤྱི། སྡིངས་ཆའི་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་པ་དང་དབང་ཆ་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་བ། ཨ་ནི་སྤྱི་བའི་རྐུབ་བཀྱག་གང་ལ་བསྡད་ཕྱིན་ནི་ད་ད་ལྟ་མངའ་རིས་སྤྱི་མཐུན་ཚོགས་པ་འདི་ན་སྤྱི་བ་ཆགས་བསྡད་ཡོད་ར་མངའ་རིས་མི་དམངས་ཀྱི་ཨ་ནི་དེ། ཚོགས་པའི་གི་ད། ཚོགས་པ་ཅིག་ཆགས་བསྡད་ཡོད་ར་སོང་ཙང་དེ་དང་དེ་བཞིན་སྤྱི་འཐུས་ལྷན་ཚོགས་ཡིན་ན་སོ་སོའི། མི་དམངས་ཀྱི་སྤྱི་འཐུས་ལྷན་ཚོགས་འདུ་སྤྱི་བེད་ཀྱི་རྐུབ་བཀྱག་ཅིག་ཆགས་ཡོད་འདུག་ག་ནི་སྤྱི་བེད་རྐུབ་བཀྱག་ག་ལ་འདེད་ངེས་ཅིག་གི་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་པ་ཡིན་ན་འདི་མ་དོན་ནི་ཤེས་དགོས་ཡ་འདི་གལ་ཆེན་པོ་མཐོང་གི་འདུག་འདི་ཕྱིན་ནི་ཤེས་ཀྱི་ཡོད་རེད་མ་གཞི་སྤྱི་ཚོགས་དཀྲུག་དཀྲུག་སྟངས་ཀ་དང་ཡང་སེ་ཡང་སེ་སྤྱི་ཚོགས་དྲ་རྒྱ་ནང་ལ་དོན་ཕྱིན་ནི་ཡང་རྙོག་དྲ་ཤི་ཡ་དང་སྐད་ཅོར་རྒྱ་ཡ་དང་དེ་འདྲ་གི་འདོད་པ་རྩ་བ་ནི་མེད་འོན་ཀྱང་ད་ད་ལན་གྱི་མངའ་རིས་སྤྱི་འཐུས་ཚོགས་པའི་གི་ཚོགས་གཙོ་ཀུན་དགའ་འཕྲིན་ལས། དང་ཨ་ནི་འདིས་ད་ལན་གྱི་ཚོགས་ཆེན་འཚོགས་པ་འདི་ལ་ང་ཚོ་ཧང་སང་སོང་ཚོགས་གཙོ་འདི་ལ་ཡིན་ན་ངོ་ལས་རྩ་བ་ནི་མེད་ལ་ནི་ངོ་དེ་འདྲའི་ཞོན་ནི་དེ་དྲི་བ་ཁ་ཤས་ཤིག་བཏང་ཡོད་འདི་ལ་ལན་ཕལ་ཆེར་ཡོད་ཤག་རེད་རྣམ་པ་ཚོས་གི་འདི་རྗེས་ལ་ད་ལྟ་ཚོགས་ཆེན་རྗེས་ལ་ཚོགས་འདུ་ཡང་འཚོགས་གི་ཡོད་རྒྱུ་རེད་ད་ང་ཚོས་ཁ་གྲག་གོ་རེད་ཨ་ལགས། འདི་ནས་གཉིས་པ་འདི་ལ་ད་ལྟ་ང་ཚོ་མངའ་རིས་ནང་ལོགས་ལ་དངོས་གནས་དྲང་གནས་ཀྱི་མི་རྒན་པ་མངའ་རིས་ནང་ནས། ཤེས་འཇོན་གཉིས་ལྡན། ཡ་རབས་བཟང་སྤྱོད་དང་ལྡན་པའི་དེ་ལྷག་བསམ་རྣམ་དག་དྲང་པོ་དྲང་ཤ་དང། ཉམ་ཆུང་མང་པོ་ཡོད་རེད་རྣམ་པ་ཚོས་དངོས་གནས་དྲང་ནས་ལྟ་རྒན་ཅིག་བྱེད་རོགས་གནང་ང་ཚོས་ན་འདི་ཐག་རིང་པོར་བ། རྡ་རམ་ས་ལ་དང་རྒྱ་གར་ན་གཡས་གཡོན་ཡོད་པ་ཡིན་ན་ལྷག་བསམ་རྣམ་དག་ཡོད་པའི་གི་མངའ་རིས་ཀྱི་མི་རབས་རྒན་པ་དང་གཞོན་པ་ཚོས་གི་རྒན་གཞས་ཡས་ཀྱི་དུས་ལ་སླེབས་འདུག་ད་དེ་མངའ་རིས་སྤྱི་མཐུན་ཚོགས་པ་དེ་དབུས་ཀྱི་མངའ་རིས་སྤྱི་མཐུན་ཚོགས་པ་དེ་དེ་འདྲས་ཅིག་མི་གལ་གཉིས་ལགས་པ་ལ་ང་ཚོས་གི་སྤྲད་ཤ་བ་ཡིན་ན། ཨེ་དངོས་གནས་དྲང་གནས་ཁོང་ཚོའི་བེད་སྤྱོད་ལོག་པ་རང་བཏང་གི་རུ་བ་ཨེ་འདི་རྒྱབ་ལྗོངས་དེ་ག་རེ་ཡིན་མེད་ཁོ་ཁོང་ཚོས་ག་རེ་བྱེད་ཀྱི་འདུག་ང་ཚོའི་སྤྱི་ཚོགས་ནང་ལོར་རྩད་གཅོད་ཡག་པོ་བྱེད་པ་ཡིན་ན་ཧ་ཅང་གི་ང་ཚོའི་གི་མངའ་རིས་སྤྱི་མཐུན་ཚོགས་པའི་གི་སྡིངས་ཆ་དེ་ཁོང་ཚོར་ལ་གཏད་ཤར་བ་ཡིན་ན་ཨེ་ང་ཚོས་དངོས་གནས་དྲང་གནས་བློ་ཕམ་རང་བཞིན་ཆགས་ཡ་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དང་ང་ཚོའི་གི་དབུ་བོ་དཔུང་སྡེ་ཞུ་ཡ་གི་ཆེད་དུ་འདི་མངའ་རིས་སྡིངས་ཆའི་དེ་གལ་ཆེན་པོ་ཅིག་ཡིན་འདུག་ག་ནས་དེ་ཚོ་ང་ཚོའི་གི་མི་ལྷག་བསམ་རྣམ་དག་དང་མི་ཡ་རབས་བཟང་སྤྱོད་དྲང་པོ་དྲང་ཤ་དངོས་གནས་དྲང་གནས་ངོ་རྒོ་རྒྱབ་འདོད་མེད་བ་ཨ་ནི་ལར་རྒྱ་ཡོ་བ་དེ་འདྲས་ཅིག་གི་གཟིམ་ཐུབ་པ་ཡིན་ན། ཨ་ནི་ཡག་པོ་ཡོད་རེད་སོང་ཙང་འདི་རྒྱ་གར་ནང་ལོག་གི་མངའ་རིས་ཀྱི་མཁྱེན་ལྡན་དང་ཨ་ནི་དུས་ཚོད་ཡོད་པ་རྣམས་ལ་ལ་ངའི་ཐལ་མོ་བྱ་ནི་འབོད་སྐུལ་ཡིན་ཏེ་ང་ཚོས་བདག་པོ་ཡག་པོ་ཅིག་རྒྱབ་དགོས་ཏེ་འདུག་ཟེར་ན་ནི་འོ་དེ་འདྲའི་ཅིག་ཨ་ནི་ཞུ་ཁ་རང་བཅར་བ་ཡིན་དེ་མིན་ཨ་ནི། ད་ད་ལྟ་ང་ཚོས་ཚང་མས་ཀྱི་སྤྱི་ཟླ་བདུན་པའི་གི་ཚེས་གཅིག་ནས་ང་ཚོས་བྱམས་བརྩེ་གི་ལོ་སྲུང་སྲུང་བརྩི་ཞུ་གི་ཡོད་འདུག་ཨ་ནི་ཨ་ནི་ད་སྤྱི་ཚོགས་དྲ་རྒྱ་ནང་ལ་དོན་ཕྱིན་ནི་ཨ་ནི་ཡང་ག་ལོག་རེད་ད་མི་མང་ལ་ཡིན་རྒྱུ་ད་ད་སོ་སོའི་གི་དངོས་གནས་དྲང་ནས་མི་མང་ལ་གོ་ཅིག་བདེན་པ་དེ་ཧ་གོ་ཡོང་སྤྱི་ཚོགས། ཨ་ནི་མི་ངན་ཁ་ཤས་ཅིག་གིས་བེད་སྤྱོད་ལོག་པ་མ་བྱེད་ཡོང་བསམ་བྱེད་ནས་དོན་གྱི་ཡོར་དེ་ཡང། འདི་ཅག་ཅོར་མང་པོ་ཅིག་གིས་སྤྱི་ཚོགས་དྲ་རྒྱ་ནང་ལ་དོན་བྱེད་ན་ཨ་ནི་བྱམས་བརྩེ་ཡི་ལོ་གསུམ་རྩིས་ཞུ་ཡ་འདི་ལ་ཡང། ཏི་ཞིག་གིས་ཏག་ཏག་ཅིག་བསྡད་ཀྱི་མེད་བས་སོང་ཙང་ཨ་ནི་སྤྱི་ཟླ་བདུན་པ་ཚེས་གཅིག་ནས་ང་ཚོ་ཚང་མ་གིས་ད་བྱམས་བརྩེ་ཡི་ལོ་གསུམ་རྩིས་ཞུ་ཡ་རེད་ང་རང་ཉོས་ནས་ཀྱི་དེ་དེ་བཞིན་གྱི་ཨ་ནི་བྱམས་བརྩེ་ཡི་ལོ་དང་ང་རང་ནང་ཁུལ་ལ་ཨ་ནི་གཅིག་གིས་གཅིག་ལ་འཁོན་འཛིང་མེད་བ་དང་ནང་ཁུལ་ལ་སྐད་ཆ་ཤི་རེ་ཐུག་རེ་མ་ཡོང་ཡ་གི་སྨོན་ལམ་རང་རྒྱབ་ཀྱི་ཡོད་སོང་ཙང་ཨ་ནི་ཐ་མ་དེ་ལ་ད། ག་དུས་ཡིན་ན་དགེ་བཤུས་ཡ་དེ་སྤྱི་འཐུས་ལྷན་ཚོགས་རེད་ཨ་ནི་ད་ལྟ་གི་སྤྱི་འཐུས་ལྷན་ཚོགས་འདི་ལ་ཨ་ནི་གཞི་རིམ་མི་མང་གི་ཐོག་ནས་ཆོས་རྒྱུད་སྤྱི་འཐུས་དེ་ད་ལྟའི་ཆར་ལ་ད་ད་ལྟ་ནས་བཟུང་བྱས་ནས་ཨ་ནི་མེད་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་ཀྱི་ཕན་ཐོག་ཆེ་ཡ་འདུག་ཟེར་ལ་ནི་འོ་དེ་འདྲའི་གི་ལས་འགུལ་ཅིག་འགྲོ་དེ་ཡོད་རེད་འདི་གི་ཚེ་མདའ་ད་ལྟ་དྲ་དྲ་ཐོག་གི་ཐོག་ནས་འགེངས་ཤོག་དཀའ་ངལ་དེ་ད་དུས་ཡིན་ན་ཡོད་རེད་རྣམ་པ་ཚོ་གི་ད་དུས་ཡིན་ན་གི་འདི་ཡིན་ཅིག་མིན་ཅིག་བསྐང་རོགས་གནང་འདི་བོད་བསྟན་པ་ཆབ་སྲིད་རང་ལ་ཕན་ཡ་དང་མ་འོངས་པ་ལ་ང་ཚོ་སྤྱི་ཚོགས་དེ་ལྷེང་འཇགས་ཡོང་ཡ་ཆེད་དུ་ཨ་ནི། དེ་འདྲའི་ཆེད་ཀྱིས་ད་ང་ཚོའི་སྤྱི་འཐུས་ཀྱི་ཞབས་བཀྱག་འདི་སྒང་ལ་འཆོས་རྒྱུ་སྤྱི་འཐུས་ལའི་དེ་མེད་པ་ཡིན་ན་ཕན་ཐོག་ཆེ་ཡ་འདུག་ལ་ནི་འོ་འདི་གི་ལས་འགུལ་འདི་རེད་འོན་ཀྱང་ད་སྤྱི་ཚོགས་ནང་ལོག་ལ་ཡང་གོ་བ་ལོག་སྒྲུབ་བྱེད་བྱེད་ནས་མི་ཁ་ཤས་ཅིག་གིས་མ་དོན་བྱེད་ནས་འཆོས་རྒྱུ་སྤྱི་འཐུས་ལའི་དེ་མེད་པ་བཟོས་པ་ཡིན་ན་ང་ཚོའི་ཆོས་རང་ལ་ངོ་རྒོལ་བྱེད་ཀྱི་ཡོད་རེད་རྒྱ་ནག་དམར་གཞུང་གིས་བྱིས་བ་དང་ང་ཚོས་གཅིག་པ་བྱེད་ཀྱི་ཡོད་རེད་ལ་ནི་འོ་དེ་འདྲའི་རིགས་འགྲེལ་བཤད་ལོག་བཤད་རྒྱག་གི་འདུག་བ་འདི་རྩ་བ་ཉིད་ནས་མ་རེད། སྤྱི་འཐུས་ཀྱི་ཞབས་རྒྱ་འདི་སྒང་ལ་ཆོས་རྒྱུད་སྤྱི་འཐུས་དེ་མེད་པ་ཡིན་ན་ཕན་ཐོག་ཆེ་ཡ་འདུག་ཟེར་ནས་འོ་དེ་འདྲའི་ཞུ་གི་ཡོད་རེད་མ་གཞི་ཆོས་ལ་དད་པ་མེད་བ་དང་ཆོས་ལ་དུ་རྩ་མེད་བཟོ་གི་ཡོད་བ་དང་ཆོས་ལ་ངོ་རྒོལ་ཡིན་པ་དེ་འདྲའི་རྩ་བ་གཉིས་ནས་མར་བ་ང་ཚོའི་བོད་བོད་འབངས་གངས་ཅན་པ་ཚང་མ་དངོས་གནས་དྲང་གནས་ཀྱི་ཆོས་ལ་དད་པ་ཡོད་བ་དང་ད་ལྟ་ཕ་དུ་ནང་པ་སངས་རྒྱས་བས་ཀྱི་ཆོས་འདི་དངོས་གནས་དྲང་ནས་འཛམ་བུ་གླིང་ལ་ཡོངས་སུ་ངོམས་སུ་ཆོག་པ་ཅིག་ང་ཚོ་ཚང་མས་ཀྱི་འདི་ལ་དེ་བཞིན་གྱི་ནང་པ་སངས་རྒྱས་བས་ཀྱི་ཆོས་ཉམས་ལེན་བྱེད་ཀྱི་ཡོད་རེད་སོང་ཙང། འདི། ཆོས་ལ་དགག་པ་དང་ནང་ཆོས་མེད་བ་བཟོས་ཡ་ད་འདི་རྩ་བ་གཉིས་ནི་མར་བ་དེ་འདྲས་གཅིག་སེམས་པ་ལ་ནི་ཁེར་ནི་བདེ་ནི་བདེ་བ་ཡིན་ན་འདི་སྤུ་གུ་ཆུང་ཆུང་དང་གཅིག་པ་རོ་ཆགས་སུའང་བསམ་ཨེ་དྲན་མེད་བསམ་བསམ་སྨྲ་ཤིང་ངེ་གཅིག་དང་གཅིག་པ་ཆགས་སུའང་འདི་ག་རེ་ཞུ་དགོས་ལ་བ་ཡིན་ན་ཆབ་སྲིད་ཀྱི་སྡིངས་ཆས་སྤྱི་འཐུས་ལྷན་ཚོགས་ཀྱི་སྡིངས་ཆས་འདི་གང་ལ་ཆོས་རྒྱུད་སྤྱི་འཐུས་མེད་བ་ཡིན་ན་ནི་ཡག་ག་འདུག་གང་ལ་ཞུ་བ་ཡིན་ན་ཆོལ་ཁ་གསུམ་གྱི་ནང་ལོགས་ལ་ང་ཚོ་ཚང་མ་ལ། ཆོས་བརྒྱུད་རེ་རེ་ཡོད་པར་བ་སོང་ཙང་འདི་གའི་བརྒྱུད་ནས་ནི་མ་མཚོན་པ་གང་ཡང་མི་འདུག་འདི་ལས་ལྷག་ཨ་ནི་ད་འདོད་འདིའི་སྒང་ལ་ཨ་ནི་ཀ་ཤང་གི་ལྷན་ནང་ལོགས་ལ་ཨ་ནི་ཆོས་རིག་ལྷན་ཁང་ཡོད་པར་བ་སོང་ཙང་ད་འདི་ཆ་ལ་ད་རྒྱལ་ཁབ་གཞན་པའི་གི་མང་གཙོའི་འགྲོ་ལུགས་འགྲོ་སྟངས་གཞི་བཟུང་གི་གཞིར་བཞག་བྱས་ནས་ཨ་ནི་སྤྱི་འཐུས་ཀྱི་རྐུབ་བཀྱག་སྒང་ལ་ཨ་ནི་ཆོས་བརྒྱུད་སྤྱི་འཐུས་དེ་མེད་པ་ཡིན་ན་ཨ་ནི་ཕན་ཐོག་ཆེ་ཤོས་རེད་ཤགས་ལ་ནི་འོ་དེ་འདྲི་བྱེད་ཀྱི་ལས་རིམ་འགྲོ་དེ་ཡོད་རེད་ཨ་ནི་འདི་ལ་ཡང་དོན་ཚན་གཉིས་པ་ཡོད་ར་ད། དོན་ཚན་གཉིས་པ་དེ་གལ་སྲིད་སྤྱི་འཐུས་ལྷན་ཚོགས་ཀྱིས་འདི་གནང་ཐུབ་ཀྱི་མེད་པ་ཡིན་ན་ཨ་ནི་བཀའ་སྤྱི་གཉིས་ཀྱི་ཐོག་ནས་མི་མང་ལ་ཕ་བསམ་བརྗོད་འདུས་རོགས་གྱིས་ད་ཆོས་རྒྱུ་སྤྱི་འཐུས་དུ་གོ་དང་གོ་མི་གོ་བའི་ཀྱི་ཐོག་ནས་བསམ་བརྗོད་འདུས་རོགས་གྱིས་ལ་ནི་འོ་དེ་འདྲས་ཡོད་རེད་ཨ་ནི་ད་འདོད་འདི་ནི་ཡ་ལ་འདི་རྗེས་ལ་ཀྱི་ད་འདོད་དོན་ཚན་མང་པོ་ཡོད་རོ་ཨ་ང་ཚོས་ལ་ཐབས་ཤེས་མང་པོ་ཡོད་རོ་ཨ་འོས་ཤོག་འདྲ་མཉམ་ཐོབ་ཡ་དང་ཨ་ནི་གལ་སྲིད་ཆོས་རྒྱུ་སྤྱི་འཐུས་འདི་ཧ་ཅང་གི་གལ་ཆེན་པོ་དང་དགོས་བརྒྱ་ཆ་བརྒྱ་ཐམ་པ་ཨ་ནི་ད་འདོད་ཡིན་ན་ཀྱི་མུ་མཐུད་ནས་དགོས་ཚན་དགོས་ཡོད་པའི་ཀྱི་རྒྱུ་མཚན་ཆགས་ཀྱི་ཡོད་པ་ཡིན་ན་ཨ་ནི་ཆོས་རྒྱུ་མང་པོ་འདུག་ཨ། ད་དུས་ཆོས་རྒྱུད་གཞན་པ་དེ་ཚོ་ཆ་ཚང་ལ་ནི་གོ་སྐབས་གཅིག་པ་སྤྲད་དགོས་རོགས་མང་གཙོ་ལའི་དེ་ཐོབ་ཐང་གཅིག་པ་རོགས་མང་གཙོ་ལའི་དེ་འགན་གཅིག་པ་ཐོབ་ཐང་ཡང་གཅིག་པ་སྤྲད་དགོས་དེ་ལ་ནི་མང་གཙོ་ཚད་དང་ལྡན་པ་ཞུ་གི་ཡོད་རོགས་མང་གཙོ་ཚད་དང་ལྡན་པ་དེ་ནི་ཐོབ་ཐང་གཅིག་པ་མེད་ཨེ་ནི་གྲྭ་བཙུན་སྔགས་གསུམ་ལ་ནི་དངོས་ནི་སུམ་བརྒྱ་ཆ་བརྒྱ་དང་བརྒལ་བའི་གི་དེ་འདྲའི་འོས་ཤོག་བླུག་ཡ་ཐོབ་ཐང་ཡོད་ཨེ་ནི་མི་མང་ལ་ནི་བརྒྱ་ཆ་ཕྱེད་ཀ་ཙང་ཡང་ཨེ་ནི་ཐོབ་ཐང་མེད་ཀྱོག་དེ་འདྲའི་གཅིག་མང་གཙོ་ཚད་ལྡན་ཞུ་གི་མ་རོགས་སོང་ཙང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་དེ་ལ་དགོངས་པ་ཆེ་བཞེས་བཞེས་བྱས་ནི་ཁ་སིང་ད་ལྟ། གྲོས་ཚོགས་ཚུགས་པའི་སྐབས་ལ། སྤྱི་ཟླ་གསུམ་པའི་གྲོས་ཚོགས་ཚུགས་པའི་སྐབས་ལ་སྤྱི་འཐུས་གཅིག་གིས་ཡ་བཞག་ནས་གླེང་གྲོགས་བྱས་སོང། ད་སྤྱི་ཚོགས་ནང་ལོགས་ལ་ཆོས་རྒྱུད་སྤྱི་འཐུས་ཀྱི་ཐོག་ལ་སྐད་ཆ་ཡོང་གི་འདུག་ཨ་འདི་ང་ཚོས་ཀྱི་དེ་ལ་གོ། གོ་བསྡུར་བྱེད་པ་ཡིན་གོ་བསྡུར་གནང་ན་ཡག་པོ་ཡོད་རེད་ད་གང་བྱེད་འདིའི་ཐོག་ལ་སྐད་ཆ་ལྷེང་ཙམ་གྱིས་ད་ལྟ Australasia གྱི་སྤྱི་འཐུས་ད་ལྟ་སྒྲོལ་རིང་བསྟན་འཛིན་ཕུན་ཚོགས་ལ་ཡར་བསླངས་སོང་ཡིན་ན་ཡང་ལམ་སང་ཁོ་རང་ཆོས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་ལྟ་བཞེས་ཡིན་རྒྱུ་རང་ཡང་ཁོ་རང་ཆོས་རྒྱུད་འདི་འཕེལ་རྒྱོ་ར་འདི་འདི་ནས་གླེང་མ་བཅོ་ཡ་བཟོས་སོང། འདི་བཀག་བཞག་སོང་བ་དེ་འདྲས་མ་རུ་བ། སོང་ཙང་འདིའི་སྤྱི་འཐུས་ལྷན་ཚོགས་ནང་ལོ་དང་པོ་ཡར་གླེང་གོ་བསྡུར་སྦྱང་བཤད་བྱས། ཆོས་རྒྱུད་སྤྱི་འཐུས་རྩ་བ་ནས་མེད་པ། འདི་ཆོས་རྒྱུད་སྤྱི་འཐུས་ཕེབས་ཡག་གི་ལམ་ཀ་འདི་རྩ་བ་ནས་མེད་པ་བཟོས་ཐུབ་ཀྱི་མེད་པ་ཡིན་ན། འདི་ལ་ཐབས་ལམ་གཞན་པ་དེ་ཚོ་བཏོན་ཕྱིན་ནས། ཆོས་རྒྱུད་གཞན་པ་ཚོ་ལ་གོ་སྐབས་སྤྲད། དེ་མེད་ན་འོས་ཤོག་ཐོབ་སྟངས་ཚང་མ་འདྲ་མཉམ་བཟོས། འོ་དེ་འདྲས་བྱས་པ་ཡིན་ན་མི་ཡག་ག་སླེབས་ཀྱི་རུ་བ། ང་ཚོས་ཡིན་ན། དགེ་འདུན་པ་དང་མི་སྐྱ་པ་ར་ལ་སྔོ་ནི་དྲང་ནད་ཀྱི། དམ་ཚིག་གཡོ་བ་མེད་པ་འདི་ལྷ་གུར་བ་སོང་ཚ་ད་ལྟའི་ཆར་ལ། ཆོས་རྒྱུད་སྤྱི་འཐུས་བཅུ་གྱི་གནང་སྟངས་གནང་ལུགས་ལ་ལྟ་བྱེད་ནི་མི་མང་སེམས་འཚབ་བྱེད་ནི་ད་ལྟ་ཕ་དུ་ལ་སྔོ་ནི་དྲང་ནད་ཧང་སང་ཧོན་ཐོར་ལུར་སྐྱོད་ནང་ལ་བྱུང་མ་མྱོང་བ་འདི་ཆ་ཚང་ཆོས་རྒྱུད་སྤྱི་འཐུས་བཅུ་གྱི་གནང་ཡོད་པ་འདི་ད་ད་ད་སེའུ་ཁོ་རང་ང་ཚོ་ལ་དཔང་རྟགས་ར་སྤྲོད་ཡོར་བ་རྒྱ་ནག་དམར་གཞུང་ལས་སྡུག་ཨ། རྒྱ་ནག་དམར་གཞུང་དང་གཅིག་པ། ད་ག་རྗེས་བོད་བོད་པའི་སྤྱི་ཚོགས་ནང་ལོག་ལ་དཀྲུགས་ཤིང་ཡིན་ན་རེད་བོད་མིའི་སྒྲིག་འཛུགས་ལ་ཁ་མཆུ་ལྟར་ནི་ཨ་ནི། བོད་མིའི་སྒྲིག་འཛུགས་ལ་ཕ་གནོར་སྐྱོན་བྱེད་ངེས་ཡིན་ན་རེད་སྐྱབས་མགོན་རིན་པོ་ཆེ་མཆོག་གི་ཐུགས་དགོངས་གཞི་ལ་རྒྱ་བསྐྱེད་འགྲོ་ཡ་ཡིན་ན་རེད་ཆ་ཚང་གཅིག་ཨ་ནི་ཆོས་རྒྱུད་སྤྱི་འཐུས་གཙོ་བོར་འགྱུར་བའི་གི་གནང་རྒྱུ་ཡོད་ཙང་ཨ་ནི་ད་ལྟ་མི་མང་གི་འདུ་གཅིག། འཕགས་གོ་རྒྱུན་སྟོན་བྱ་ཡོད་རེད་འདི་ལ་མི་མང་ཚང་མས་ཀྱིས་རྒྱབ་སྐྱོར་གནང་རོགས་གནང་ད་དུས་ཡིན་ན་སྐད་འདི་དྲ་བདག་ཐོག་ལ་སོ་སོའི་གྱི་མཚན་གཞུང་གང་ཡ་འདི་དང་མིང་གང་ཡ་འདི་ད་དུས་ཡིན་ན་ལྷག་ཡོད་རེད་སྤྱི་ཟླ་དགུ་བ་བར་དུ་ལ་སོང་ཙང་རྣམ་པ་ཚོས་ཀྱི་ད་དུས་ཡིན་ན་གྱི་མ་ཉེས་བ་བྱས་བྱས་ནས་འདི་ཡིན་ཅི་མིན་ཅི་གང་རོགས་གནང་འདི་ཡིན་ན་གྱི་གོ་བ་ལོག་གྲོགས་འདི་རྣམ་པ་ཚོས་ཀྱི་ཐུགས་ལ་འོ་འདི་མ་ལེན་རོགས་གནང་འདི་ཆོས་རྒྱུད་ལ་དགག་པ་དང་ཆོས་ལ་དད་པ་མེད་བ་དང་རྩ་བ་ནི་མར་དང་མི་མི་གད་སྙིགས་ཁ་ཤས་ཅིག་ལ་གི་འདུག་བ་ཆོས་རྒྱུད་སྤྱི་འཐུས་མོ་གོ་ལ་བ་ཡིན་ན་ཆོས་གཤམ་འདི་མ་གཡུག་ལ་གི་འདུག་བ་ཡང་ང་ཚོས་ཀྱི་ནང་གི་མཆོད་བཤམས་ནང་ལོགས་ལ་ཆོས་ཀྱི་ཆུ་དུས་ཆུ་གི་པར་སྦྱར་བྱ་ཡོད་རེད་མ་རེད་བ། ང་ཚོས་ཀྱི་ནང་གི་མཆོད་བཤམས་ནང་ལོགས་ལ། སངས་རྒྱས་ཀྱི་སྐུ་འདྲ་ཨ་ནང་པ་སངས་རྒྱས་པའི་ཀྱིས་ང་ཚོས་ཀྱི་དཔེ་ཆ་དང་བཀའ་འགྱུར་བསྟན་འགྱུར། ཨ་ནི་ད་ཁ་ཆེ་ང་ཚོས་ཀྱི་དཔེ་ཆ་གལ་ཆེན་པོ་ཨ་ནི་ལྷག་པར་དུ་ཨ་ནི་གཙོ་བོ་ནས་གཙོ་བོ་ད་འདི་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་དང་ཨ་ནི་སོ་སོ་སོའི་ཀྱི། ཁ་རེ། ད་རྗེ་བཙུན་སྒྲོལ་མ་དང་གུ་རུ་རིན་པོ་ཆེ་དང་རྩ་ཆེན་པོའི་སོགས་ཀྱི་པར་སྦྱར་ཡོད་རེད་འདི་ཚོ་ང་ཚོས་ཀྱི་མ་གཡུག་ག་མ་རེད་བ། ང་ཚོས་ཀྱི་ཆོས་རྒྱུད་སྤྱི་འཐུས་མོ་ཀོ་ལའི་དེ་སྤྱི་འཐུས་ཀྱི་ཞབས་བཀྱག་སྒང་ལ་ཨ་ནི་སྤྱི་འཐུས་ཆོས་རྒྱུད་སྤྱི་འཐུས་ལ་ཡེ་འདི་མེད་པ་ཡིན་ན་ཨ་ནི་ཏག་ཏག་རེད་ཤགས་ད་འདི་ཆ་ལ་འདི་འོས་ཤོག་བླུག་སྟངས་དང་འདི་གི་འདྲ་མཉམ་དང་མང་གཙོ་ཚད་དང་ལྡན་པ་མཚོན་གྱི་མེད་ཙང་ཨ་འདི་ཆོས་རྒྱུད་སྤྱི་འཐུས་མོ་ཀོ་ཟི་ལ་ནས་འོ་འདི་ཞུ་གོ་ར་གལ་སྲིད་འདི་མེད་བ་མ་ཆགས་པ་ཡིན་ན་མ་འོངས་པ་ལ་དཀའ་ངལ་ཆེ་རུ་འགྲོ་ཡ་མ་ཤི་དཀའ་ངལ་ཆུང་རུ་འགྲོ་ཡ་གཞི་རྩ་རྩ་བ་ནས་མི་འདུ་བ་གང་ལ་ཞུ་བ་ནི་ཆོས་རྒྱུད་སྤྱི་འཐུས་ཀྱི་འོས་ཤོག་འདི་གྲ་བཙུན་སྔགས་གསུམ་གྱི་བླུག་གི་ཡོད་ར་བ་ཨ་གྲ་བཙུན་སྔགས་གསུམ་གྱི་འགན་བཞེས་པའི་གྱི་ཐོག་ནས་ཨ་ནི་འོས་ཤོག་ཡག་པོ་བླུག་ཡོད་ན་ད་འདའི་དུས་ལ་འདི་འདྲས་ཀྱི་མི་མང་གི་སྐད་རྒྱབ་དགོ་ཡ་མི་མང་གསུམ་པོ་ཆགས་དགོས་ཡ། འོ་དེ་འདྲ་རྩ་བ་ཉིད་ནས་ཆགས་ཡོད་མར་བ། ཆོས་རྒྱུད་སྤྱི་འཐུས་ད་ལྟ་གྲྭ་བཙུན་སྔགས་གསུམ་གྱི་འགན་བཞེས་ཕྱིན་ནས་དངོས་གནས་དྲང་གནས་དགེ་བའི་བཤེས་གཉེན་ཡིན་ན་རེད་མི་སྐྱ་ཡིན་ན་རེད་སོ་སོ་ཆོས་རྒྱུད་ནས་བཏང་བཞག་རྒྱུ་ནི་ཡག་པོ་ཅིག་བཏང་བཞག་ཡོད་བས་ན་ང་ཚོ་ཚང་མ་བཀྲ་ཤིས་ལོ་ལེགས་ངང་ནས་ད་ལྟ་འགྲོ་བསྡད་ཡོད་མ་གཞི་དེ་འདྲའི་སྐད་རྒྱག་དགོས་ཡོད་མར་བ་སོང་ཙང། འོན་ཀྱང་གྲྭ་བཙུན་སྔགས་གསུམ་ནས་འགན་ཡག་པོ་མ་བཞེས་ཕྱོགས་རིས་དཔུང་འགྲིག་རང་བྱེད་ཁ་ཞེ་རྨོངས་དད་རང་ལ་འགྲོ་ཕྱིན་ནི། རྐང་བཙུགས་ནས་ནི་དེའི་བཅུད་དེ་རང་འཇགས་རང་འཇགས་བཏང་ཡོང་གི་ཡོད་འདུག་ག་ནི་ཀ་ལི་ཐལ་བ་ཅིག་བཟོས་བཞག་འདུག་བ་དངོས་གནས་དྲང་ནས་ཧང་སང་ཡ་ཧོན་འཐོར་ཡ་ཅིག་ཆགས་ཡོད་ར་བ་སོང་ཙང་འོ་དེ་འདྲས་ཕྱིན་ནས་ད་གང་བྱེད། རྡོག་རྡོག་ག་རེ་ཞུ་ཡ་ཡིན་ཞུ་བ་ཡིན་ན་ད་འདས་ཀྱི་ལས་རིམ་འདི་ཆོས་རྒྱུད་ལ་དགག་པ་དང་ཆོས་མེད་བ་བཟོས་ཡ་དང་དེ་འདྲས་རྩ་བ་ཉིད་ནས་མ་རེད། སྤྱི་འཐུས་ཀྱི་སྡིངས་ཆའི་འདི་སྒང་ལ་ནི་ཆོས་རྒྱུད་སྤྱི་འཐུས་མེད་པ་ཡིན་ན་ཨ་ནི་ཕན་ཐོགས་ཆེ་ཡང་འདུག་དེ་མིན་གནོད་པ་ཆེ་ཡང་འདུག་ལ་ནི་འོ་དེ་འདྲའི་ཕྱིར་ནི་ཞུ་གི་ཡོད་རེད་མ་གཞི་ཨ་ནི་འདི། ག་ལོག་རེད། ད་གང་བྱས་ཁོང་ཚོས་ཀྱི་འགྲེལ་བཤད་ལོག་བཤད་རྒྱབ་རེ་འདི་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་སོང་ཙང་འོ་དེ་འདྲའི་ཕྱིར་ནི་ཨ་ནི་ད་རིང་ཡང་བསྐྱར་ཨ་ནི་མཐའ་མ་དེ་ལ་འབུལ་དགོས་འདི་ག་རང་ཡིན་ཨ་ནི་སོང་ཙང་ང་ཚོ་ཚང་མས་ཀྱི་དོ་སྣང་བྱེད་རོགས་གནང་ད་གང་བྱས་ང་ཚོ་བྱམས་བརྩེ་ཀྱི་ལོ་སྲུང་སྐྱོབ་བྱེད་ཀྱི་ཡོད་འདུག་ཨ་ནི་བྱམས་བྱམས་བརྩེ Compassion ལ་ཡིས་དེ་ནི་སོ་སོ་རང་ཉིད་ནས་འགོ་བཙུགས་བ་ཡོད་འདུག་ག་ནི་མི་གཞན་པ་ལ་ད་དངོས་གནས་དྲང་གནས་ཀྱི་བྱམས་དང་བརྩེ་བ་གི་ངོས་ནས་ང་ཚོས་ཀྱི་ད་སྐྱབས་མགོན་རིན་པོ་ཆེ་དགུང་ལོ་དགུ་བཅུ་ཞུ་བ་འདི་ལ་ང་ཚོས་ཀྱི་སྐལ་བ་བཟང་པོ་ཚོར་འདི་ལ་ང་ཚོས་དགའ་བ་སྒོམ་ད་ཁོང་རེ་མེད་བ་ཡིན་ན་ང་ཚོ་ཁ་ལ་ཐ་ལ་བཏབ་བ་ད་གཅིག་པ་རེད་ད་ཁོང་ང་ཚོས་ཀྱི་ཡོད་ན་མེད་ན་རྩ་བའི་བླ་མ་གཅིག་པོ་དེ་ཆགས་བསྡད་ཡོད་རེད་སོང་ཙང་ད་དེ་འདྲའི་གཅིག་གི་གོ་སྐབས་བཟང་པོ་ལོ་གཅིག་རག་འདུག་ག་ནི་ང་ཚོ་གཅིག་གི་གཅིག་ནང་ལོགས་ལ་སྐད་ཅོར་དང་གཅིག་གི་གཅིག་ནང་ལོགས་ལ་མ་མཐུན་པ་དེ་འདྲའི་དགོས་ཡ་མེད་པ་དེ་ནི་ཡིན་འདུག་ག་ནི་ནི་སོང་ཙང་ད། རྣམ་པ་ཚོས། དེ་ནས་ང་ཚོ་ཚང་མས་ཀྱི་འདི་ལོ་འདི་སྲུང་བརྩི་ཡག་པོ་ཞུ་རོགས་གནང་ནི་ལྷག་པར་དུ་ད་སྤྱི་བའི་རྐུབ་བཀྱག་ག་ལ་ཞུགས་ཕྱིན་ནི་ཕྱག་ལས་ཡག་པོ་མ་གནང་ངེས་དང་ནི་དངོས་གནས་དྲང་གནས་བསམ་བློ་ནང་བློ་ལ་བསམ་བློ་ལོག་པ་ཅིག་ཁྱེད་ཕྱོགས་རིས་དཔུང་བསྒྲིགས་རྐྱང་རྐྱང་ཁྱེད་ནི་ཅིག་ཞེན་གོ་དཀར་པོ་ལ་ཚུད་བསྡད་ཀྱོག་རྣམ་པ་ཚོ་ཡིས་དངོས་གནས་དྲང་གནས་གཉིད་སད་ཕྱིན་ནི། ད་གང་བྱེད་རྣམ་པ་ཚོས་ཀྱི་བྱ་བ་ཡག་པོ་བྱེད་པ་ཡིན་ན་ཨ་མི་མང་ཚང་མས་ཀྱི་འདི་ལ་ཨ་ནི་ག་ལོར་སྐད་ཅོར་རྒྱག་འོག་མེད་བ་མ་དོན་གོ་མེད་བ་ཨ་ནི་བྱམས་བརྩེ་ཀྱི་ལོ་སྲུང་བརྩི་ཞུ་ཡ་འདི་རྣམ་པ་ཚོས་ཀྱི་ཨ་ནི་ག་ལོག་རེད་ཕ་མ་དོར་ཡ་ཆེད་དུ་རྣམ་པ་ཚ་རག་པ་ལ་ཕྱག་ལ་རག་ལས་བཞག་སོང་ཙང་ཕྱག་ལས་ཡག་པོ་གནང་རོགས་གནང་ཨ་ནི་མི་མང་སྐད་རྒྱག་མ་བཅུག་རོགས་གནང། ཨ་མི་མང་ནང་ལོག་ནས་ཡ་མ་ནི་འཁོན་འཛིང་དང་འདི་ཚོ་ཚང་མ་རྣམ་པ་ཚོ་འགག་ནས་སྤྱི་འཐུས་ལྷན་ཚོགས་ཀྱི་བྱེད་ཀྱི་འདུག་བ་སོགས་ཚོ་འོ་དེ་མ་གནང་ན་ནི་ཡག་པོ་འདུག་དེ་དང་དེ་བཞིན་ཚོགས་པ་སྐྱིད་སྡུག་ཁག་གི་ཚོགས་གཙོ་འདི་ཚོ་ད་ལྟ་ང་ཚོ་མངའ་རིས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཀུན་དགའ་འཕྲིན་ལས་འདྲ་བོ་དེ་འདྲས་མི་ངན་ཁ་ཤས་ཅིག་ཡོད་པ་ཡིན་ན་ཁྱེད་ཚོ་བཟོ་བཅོས་རྒྱག་ཕྱིན་ནི་གང་བྱེད་ཨ་ནི་འདི་ང་ཚོའི་མི་མང་ལ་དག་སྒྲུབ་དབུ་སྒྲུབ་བཟོས་མ་གནང་རོགས་གནང། གང་བྱེད་སྤྱི་ཟླ་བདུན་པའི་ཚེས་གཅིག་ནི་བྱམས་བརྩེའི་ལོ་ཡིན་འདུག་ག་ནི་ཚང་མ་ད་ནི་བོད་གངས་ཅན་པ་ཅིག་ཡིན་བསམ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་ལྟ་ནི་ང་ཚོའི་ཡོང་སྐྱོ་རེད་སོང་ཙང་འདི་ཡིད་ལ་བཞག་བྱེད་ནི་ཡག་པོ་བྱེད་དགོས་ཨེ་དེ་གལ་ཆེན་པོ་རེད་མ་གཞི་དངོས་གནས་དྲང་གནས་འདི་མ་རུང་ཁོག་བཅང་རྐྱང་རྐྱང་བྱེད་ཨེ་ནི་ཞེན་ཁོག་སྐམ་པོ་ཚོས་བྱེད་ནི་ལས་ཀ་སྡུག་ཅག་རྐྱང་རྐྱང་བྱེད་བསྡད་བ་ཡིན་ན་རྩ་བ་གཉིས་ནི་འགྲིག་གི་མ་རེད་ཨེ་ནི་འདི་སོ་སོ་མ་སྐྱིད་མི་གཞན་པ་ཨ་ནི་དངོས་གནས་དྲང་གནས་བྱམས་དང་སྙིང་རྗེའི་ལམ་ལ་འགྲོ་དགོས་བསམ་བྱེད་ནི་དེ་འདྲའི་བླ་རྒན་ཁྱོད་ཚོ་གིས་དགག་པ་བཟོས་བྱེད་ནི་ཨེ་ནི་ཅིག། གནོད་པ་ཡང་མགྱོགས་སྡིག་པ་ཡང་མགྱོགས་ཐལ་བ་བསགས་པ་ཡིན་ན་ནི་ཏག་ཏག་ཅིག་བདེ་གི་མི་འདུག་བ་སོང་ཙང་འོ་དེ་འདྲས་ཕྱིན་ད་ང་ཚོས་ཚང་མས་ཀྱི་ཧ་རུ་པ་རུ་བྱས་ཕྱིན་ནི་གང་བྱས་ཨ་ནི་ཡག་པོ་ཅིག་ལ་འགྲོ་ཡས་ཀྱི་ཨི་ནི་འབད་བརྩོན་དགོས་ཡས་དེ་གལ་ཆུང་པོ་རེད་ཤག་ཨ་ནི་དེ་ནས་ད། ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་ཤོག་སླེ་འགྲོ་ཡོད་རེད་ཨ་ནི་ང་ཚོ་ཚང་མས་ཀྱི་འོས་ཤོག་དེ་སོ་སོས་ཀྱི་ད་ཐོབ་ཐང་གལ་ཆེ་ཤོས་དེ་ཆགས་བསྡད་ཡོད་རེད་སོང་ཙང་འོས་ཤོག་སླེ་བའི་སྐབས་ལ་ད་སོ་སོས་ཀྱི་མི་ཡག་ཤོས་ཅིག་གདམ་དགོས་རེད་ལྷག་བསམ་ཡོད་པ་ཅིག་གདམ་དགོས་རེད་མ་གཞི་དངུལ་སྤྲད་ནས་ཉོ་བ་དང་ཕྱོགས་རིས་སྐམ་པོ་དང་ཞེན་ཁོག་སྐམ་པོ་ཨ་ནི་དེ་འདྲ་གཅིག་ལ་བླུགས་པ་ཡིན་ན་དངོས་གནས་དྲང་གནས་ཀྱི་ནི་ད་འདི་ཨ་ནི་སྡིག་པའི་རྒྱུ་དང་བོད་སྤྱི་བ་ལ་གནོད་པ་དང་ཨ་ནི་འོས་ཤོག་འདི་འཕྲོ་བརླག་བཏང་བ་དང་ཨ་ནི་སོ་སོའི་ལོ་རྒྱུས་ནང་ལ་ནག་པོ་ཅིག་ཆགས་བསྡད་ཡོད་རེད་སོང་ཙང་ད་འདི་འདྲའི་གཅིག་གིས་ད་ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་ཤོག་སླེལ་གྱི་ཡོད་འདུག་ཨ་ནི་དངོས་གནས་དྲང་གནས། ཆོལ་ཁ་ཆོས་རིག་དབྱེ་བ་མེད་པའི་ཀྱི་ཐོག་ནས་སྲིད་སྐྱོང་འདི་ཡག་པོ་ཅིག་གདམ་དགོས་ཡ་དང་ཨ་ནི་སོ་སོ་སོའི་ཀྱི་སྤྱི་འཐུས་འདི་སོ་སོ་སོའི་ཆོལ་ཁ་ནས་ཡག་ཤོས་རྩེ་གྲ་འདི་གདམ་དགོས་རེད་མ་གཞི་ཕྱོགས་རིས་སྐམ་པོ་ལ་ལྷུང་བྱས་ནས་ད་འདས་ཀྱི་ཕྲུ་གུའི་སྤྱི་འཐུས་བཅུ་འདྲ་བོ་གདམ་པ་ཡིན་ན་ཨ་ནི་ངོ་ནས་དྲང་གནས་ཀྱི་གནོད་པ་ཆེ་ཤོས་ཅིག་ཆགས་བསྡད་འདུག་ཨ་སོང་ཙང་ངོ་འདི་རེད་ཨ་ནི་འདིའི་ཐོག་ལ་རྣམ་པ་ཚོས་ཚང་མས་ཀྱི་མགོ་སྐོར་མ་སྟེར་བ་ཆེད་ཡིག་གོག་ནང་ལ་དཔེ་ཆ་སྤྲད་ངེས་ཡོད་ན་ལས་ཡ་ཡོད་མ་རྟ་ཀྱང། སྔོན་ནས་དྲངས་ནས་འདི་ཚོ་ཞབས་འདྲེན་རུ་བ། དེ་འདྲས་ཅིག་གོ་ཡ་འདུག་བ་ལ་དང་དེ་བ་ལ་དེ་འདྲས་ལས་དུ་ལ་གི་འདུག་བ། དེ་འདྲས་ཆི་བ་ནི་སྔོན་ནས་དྲངས་ནས་མི་མང་ཉམས་ཆུང་ལ་མགོ་སྐོར་བཏང་བ་དང་ལེགས་རྒྱུ་འབྲས་ཀྱི་མཐའ་ཧུ་མར་དང་སོང་ཙང་འོས་ཤོག་དེ་ཚོ་སོ་སོའི་གི་གལ་ཆུན་པོ་རེད་དབུ་སྐོར་མ་ཐེ་བ་བྱེད་ད་ང་ཚོའི་གི་སྡིངས་ཆའི་གང་ན་ཧ་གུ་གུར་བ་ད་འདས་གི་བཀའ་ཤག་གི་ཕྱག་ལས་ག་འདྲས་གནང་དགོས་དོ་ད་འདོད་ཡིན་ན་གི་ང་ཚོའི་གོ་སྐབས་སྤྲད་ཕྱིན་ནས་ནི་འོ་དེ་འདྲས་ཕྱིན་ནས་གང་བྱེད་དབུ་སྐོར་མ་ཐེ་བ་བྱེད་ཕྱིན་ནས་གང་བྱེད་མི་ཡག་པོ་ལ་འོས་ཤོག་བླུག་གི་ཡ་དེ་གལ་ཆུན་པོ་རེད་ཤག་འོ་དེ་འདྲས་ཡིན་ནི་མཐའ་མ་དེ་ལ་དང། དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་གཞོན་སྐྱེས་ཀྱི་ཚོགས་ཆེན་དེ་ཚེས་ཉི་ཤུ་རྩ་བདུན་ནས་མགོ་བཙུགས་ཡ་རེད་དོ། དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ཚོགས་ཆེན་གྱི་གོ་སྒྲིག་གནང་མཁན་ཡོངས་ལ་རྗེས་སུ་ཡི་རངས་དང། རྣམ་པ་ཚོས་ཀྱི་གཞོན་སྐྱེས་ཀྱི་ཚོགས་ཆེན་དེ་ལ་ལམ་སློང་ཡོང་བ་དང། གལ་ཆེ་ཤོས་དེ་ང་རང་ངོས་ནས་སྒེར་གྱི་འབོད་སྐུལ་གཅིག་རང་གཅིག་ཡོད། ང་ཚོ་དབུས་གཙང་གཞོན་སྐྱེས་ཚོ་ལ་ག་རེ་དགོས་རེད་ལ་ན་སྤྱི་སེམས་དྲང་པོ་ལྷག་བསམ་རྣམ་དག། གཡས་སྐྱོར་གཡོན་སྐྱོར་མེད་བ་དངོས་གནས་དྲང་གནས་ཀྱི་དབུས་གཙང་ཡིན་དང་ཡིན་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་རེད། སོ་སོའི་ཆོལ་ཁ་ལ་ཞེན་གོ་དགོས་ཡོད་དེ་འོན་ཀྱང་གལ་ཆེ་ཤོས་དེ་རྒྱ་ཆེ་ཤོས་དེ་སྤྱི་སེམས་ཡག་པོ་ཡོད་བ་ལྷག་བསམ་རྣམ་དག་ཡིན་ན་ཨ་ནི་སོ་སོའི་ཆོལ་ཁ་ལ་ཕན་ཤི་བ་ལ་ཕན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རེ་གནང་བ་གཞི་བཟུང་གི་ཕན་གྱི་རེད་མ་གཞི་གཞན་པ་དབུས་གཙང་གཞོན་སྐྱེས་ཚོགས་ཆེན་ཚོགས་ཆེ་ནས་ནི་ཞེན་གོ་དཀར་པོ་ཚོས་ཕྱི་ནས་མི་སྡུག་ག་ཅིག་ཡ་སྐྱ་ཡ་གི་དེ་འདྲས་ཀྱི་ཡིན་ན་ཨ་ནི་ང་ཚོ་གོ་ཡ་ཡོད་མ་རོ་བ་འོ་དེ་འདྲས་ཕྱི་ནས་དབུས་གཙང་དམ་པ་ཆོས་ཀྱི་ཆོས་དགེ་ནི་ད་ཆོ་ག་གཞན་པ་ལ་མིག་དཔེ་སྟོན་ཡ་ཡོད་པའོ་དེ་འདྲས་ཅིག་གི་ཆགས་ཐུ་བས་ཀྱི་ནི་རེ་བ་ཞུ་གི་ཡོད་ཨེ་ང་ཚོ་ཕྱི་གསལ་ནང་གསལ་རེ་ང་ཚོ་སྦས་དགོས་ཡ་ཡོད་མ་རེད་ང་ཚོའི་ངོས་ནས་རྒན་པ་ཚོས་གི་བསླབ་བྱ་འདི་སྐྱབས་མགོན་རིན་པོ་ཆེ་གལ་ཆེ་ཤོས་ཡིན་ད་སྐྱབས་མགོན་རིན་པོ་ཆེ་དབུ་བོ་དཔུང་སྡེ་བཞུགས་བ་རེད་བོད་མིའི་སྒྲིག་འཛུགས་འདི་ང་ཚོའི་གལ་ཆེ་ཤོས་རེད་བོད་ཕྱི་ནང་གཉིས་འདི་ལ་ནི་ང་ཚོའི་གི་གང་ཅེས་བོད་པ་ཡིན་པ་དང་དབུས་གཙང་ཡིན་པའི་གི་ཐོག་ནས་ནི་ལས་ཀ་ཡག་པོ་བྱེད་དགོས་རེད་ལ་ནི་ནི་འདུ་ཤེས་བཀའ་སློབ་གནང་གི་ཡོད་རེད་ད་ལྟ་བར་དུ་མིག་དཔེ་སྟོན་གི་ཡོད་རེད་སོང་ཙང་དེ་དེ་བཞིན་གི་ཕྱི་གསལ་ནང་གསལ་གི་ཐོག་ནས་སུ་གཅིག་ལ་སྦས་དགོས་ཡོད་མ་རེད། སོང་ཙང་དེ་འདྲས་ཀྱི་ཐོག་ནས་གནང་གི་ཡོད་རེད་འདི། ཧ་ཅང་གི་གཟི་བརྗིད་ཆེན་པོ་རེད་གཞན་པ་ཁ་ཤས་ཅིག་གིས་དཔུང་སྒྲིག་བྱས་ཕྱིན་ནས་ཁུག་ཁུག་སིག་སིག་ལ་ཚོགས་འདུ་ཚོགས་ཕྱིན་ནས་གང་བྱེད་བོད་མིའི་སྒྲིག་འཛུགས་ལ་ནོར་སྐྱོན་དང་སྐྱབས་མགོན་རིན་པོ་ཆེ་གི་ཕྱོགས་ལ་དགོངས་པ་ལ་རྒྱབ་སྐྱེད་སྒྲོལ་བ་དེ་འདྲས་ཀྱི་ཁུག་ཁུག་སིང་སིག་གི་ཚོགས་འདུ་ཚོགས་ཀྱི་ཡོད་ན་དེ་ཚོ་ཡིན་ན་སྦས་འོར་བ་ད་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ཚོགས་ཆེན་འདི་ཡིན་ན་དངོས་གནས་ཁྲ་ནས་སྐྱ་གྲགས་འབོད་གྲགས་མི་ལ་དངོས་གནས་ངོམས་སུ་ཆོག་པ་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་ལོ་རྒྱུས་ནང་ལོ་ལ་ད། ད་ལྟ་བར་དུ་ལ་ང་ཚོ་སྒོ་རྐྱང་ནས་ཡར་འགྲོ་ཐུབ་ཡ་དེ་འདྲས་ཅིག་གི་ལོ་རྒྱུས་དང་དེ་འདྲས་ཅིག་གི་ནི་ཆོ་ག་ཅིག་ཆགས་བསྡད་ཡོད་འདུག་ག་ནི་ཨ་ནི་འདི་ཧ་ཅང་གི་ནི་ང་ཚོའི་ཚང་མའི་གི་གཞོན་སྐྱེས་ཚོ་ལ་དེ་དེ་བཞིན་གི་ནི་ཁ་ལོ་འབྲས་བུ་བཟང་པོ་བཏབ་དགོས་ཡ་མིག་པ་བཟང་པོ་སྟོན་དགོས་ཡ་འོ་དེ་འདྲས་ཅིག་གི་ནི་ཏན་ཏན་གི་ཚོགས་ཆེན་དེ་ནས་ནི་རེ་བ་ཡོད་རེད་དེ་དེ་བཞིན་གི་གནང་ཡ་གི་ཚོགས་ཆེན་གི་གོ་སྒྲིག་ཚོགས་ཆུང་གནང་ལོ་ཡིན་ན་རེད་ཆ་ཚང་ཧ་ལས་པ་ཨ་ནི་ངོ་ནས་དྲང་ནས་མིག་དཔེ་ཡོད་པ་ཤ་སྟག་རེད་ཤག་འདི་ལམ་ལོང་ཡོང་ཡ་གི་སྨོན་ལམ་ཡོད་ལ་ནི་འོ་དེ་འདྲས་ཞུ་ཡ་ཡིན། ལ་སོགས་ནི་ལྟ། ཡུན་རིང་པོ་ཅིག་བཅད་ནི་ཐད་གཏོང་ཡོང་རོགས་ཡང་གོ་རིམ་འགྲིག་པོ་འགྲོ་ཅིག་མེད་པ་ཡིན་ན་རྣམ་པ་ཚོད་ཀྱིས་འདི་དོན་དག་རྡོག་རྡོག་འདི་ནི་འདི་ནང་ལོག་ནི་བཞེས་རོགས་གནང། ག་འབྱེད་ལྟ། ང་ཚོ་ཚང་མ་གཅིག་པ་ཡིན་དུས་ང་ཚོའི་ནང་ཁུལ་ལ་ནི་ཐུགས་རེ་མེད་བ་ཆེད་ལྷག་བསམ་རྣམ་དག་གི་ཐོག་ནས་ཕྱག་ལས་གནང་དགོས་ཡ་འོ་འདི་ཚོ་ནི་གལ་ཆེན་པོ་རེད་ཤ་འོ་འདི་ག་རང་ཡིན་ནི། ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་ཡ་ཡིན་འཐུ་ཅག་གནང་གོ།